བཀའ་བློན་ཚོས་ཅི་ཉིད་ཀྱི་མཇུག་སྡོམ་གྱི་ཚུལ་དུ་ཤུགས་བསྐུར་ཡོད་རེད། ད་མཇུག་སྡོམ་ཚུལ་དུ་ཞུ་ཡ་དེ་ད་ལྟ་གཞི་བཞག་ཚུལ་དེ་གཙོ་ཆེན་དང་འདྲ་མཁན་རིན་པོ་ཆེ་རེད་ད་ནི་སྐུ་ངོ་སྤྱི་འཐུས་རེད་སྐུ་ནག་འཛུགས་པའི་དབུ་མའི་ལམ་སྐོར་ལ་ཡ་ཆེ་ངག་འདོན་འགྲེལ་ཞུས་པ་རེད་ལ་ཞུ་ན་ཞིང་གི་བཀའ་སློབ་ཟབ་རྒྱས་གནང་སོང་ཨ་དེའི་ཐོག་ལ་ཡ་ག་ས་ངས་དམིགས་བསལ་ཞུ་ཞུ་ཡ་དགོས་མི་འདུག་ད་དེའི་ཚུལ་རུ་རུ་རེ་བཟོ་ཐུབ་འདུག་ན་རུ་རེ་བཟོས་ཇི་བྱས། རྣམ་པ་གཙོས་དགོངས་པ་བརྒྱ་སྟེ་རབ་བྱེད་སོ་ཡ་དུ་ནི་ངའི་ཐབས་ཤེས་ཤོག་ཡིན། དེ་ཡིན་དུས་གང་ལས། ངའི་དབུ་མའི་ལམ་སྐོར་ང་ཚོ་བཀའ་མི་སྣང་པའི་སྐབས་ལ་ཡང། དོན་ཚན་བཞི་གཅིག་ཡིན་གྱི་མིན་གཅིག་དགོངས་པར་འཇགས་དགོས་འདུག་བསམ་གི་དོན་ཚན་བཞི་གཅིག། གཅིག་དེ་ག་རེད་ཟེར་ན་དང་པོ་དབུ་མ་ཟེར་ན་ག་རེ་ཟེར་གི་རེད་པས། དབུ་མའི་གི། ཚིག་འགྲེལ་དེ་ག་རེད་དོན་འགྲེལ་དེ་ག་རེད་པས་འདི་གཅིག་འཐེན་དགོས་རེད་བསམ་གི། ཟླ་གཉིས་པའི་དུས་ལ་ཡང་ཨེ་ནི་དབུ་མའི་ལམ་གཏན་འབེབས་བྱེད་སྟངས་དེ་དེ་གིན་ཁ་ལོ་མོ་གོ་ནག་ཚགས་སོང་བ་ད་ལས་ངས་སྤྱིར་གཉིས་ཤོ་མོ་གོ་བྱས། ག་འདྲིས་གཏན་འབེབས་བྱུང་བ་རེད། སྐྱབས་མགོན་རིན་པོ་ཆེ་གི་སྐབས་དགོངས་འཆར་དག་ནས་བཞིན་མི་མང་གི་བསམ་ཚུལ་མི་མང་བསམ་ཚུལ་དེ་འདི་བཅུ་དགུ་མ་རེད་ད། ང་ཚོ་རྒྱ་གར་ནང་བཅུ་དགུ་མ་རེད་ད་བོད་ནང་ལ།

ཕྱི་སྲིད་དང། དྲག་པོ་གཉིས་དམག་དོན་གྱི་ལྷ་བཞག་ནས་དེ་གཉིས་ཀྱི་མི་ལག་པར་བརྩིས་ནས་དེ་མིན་ཡོངས་རྫོགས། ཆོས་རིག་གཞུང་དང་ཚན་རིག། ཤེས་རིག། དང་གཏེར་ཁ། ག་ས་ཁོར་ཡུག་ག་རེ་མང་བོ་ག་རེ་གསུངས་ན་དེ་གའི་འཛིན་སྐྱོང་དེ་གའི་ཆབ་འབངས་ང་ཚོ་ད་བར་འགོ་ཡོད་ཟིན་ཡོད་རེད་དེ། ད་སྲིད་དང། ཕྱི་སྲིད་དང། དམག་དོན་གཉིས་དེ་གི་མི་ལ་བཞག་ཡ་རེད་དེ་མིན་ཚང་མ་ང་ཚོ་ང་ཚོ་རང་ཐག་རང་གཅོད་འགོ་ཡོད་ཟིན་ཡོད་རེད།

དེ་ག་རེ་ཡོད་རེད་ཟེར་ན་ཨོ་སྨན་ལམ་དུས་ཡུན་སྐར་མ་གཉིས་གཉིས་ཀྱི་སོང་སོང། ཨོ་སྨན་ལམ་ཕྱི་དུས་གང་ལྟ་ང་ཚོ་ཕམ་ཁེ་རེད། ང་ཚོ་མགོ་སྒུར་རེད། ང་ཚོའི་རང་བཙན་བཙོང་བ་རེད། ད་སྡུག་ག་དེ་ཚོ་དེ་འདྲས་དེ་འདྲས་གསུང་ཡས་དེ་རེད་འགྲོ་ག། ད་དེ་ཁ་ཞེ་དབུ་མ་ཚོས་པའི་ཡིན་ཚིག་རེད། ད་དབུ་མ་ཚོས་སྣ་ཚོགས་ཡོད་རེད་པ། རང་གཞན་སུ་ཡིན་ནས་ཐམས་ཅད་མཁྱེན་པ་མ་རེད་མགོ་མ་ཚོས་ཉན་ཡོང་གི་རེད་པ། ད་ཡིན་ནས་རིགས་གཅིག་ཆེད་དུ་མངགས་ནས། སུའི་ཚབ་བྱེད་ཀྱི་ཡོད་མེད་སུའི་དོན་དག་བྱེད་ཀྱི་ཡོད་མེད་ཧ་མི་གོ། ཡིན་ནའི་དེ་འདྲའི་བྱེད་མཁན་ཆེད་མངགས་འགྲོ་བ། དབུ་མའི་ལམ་ཁ་ཁེ་བྱུང་ཡོད་མ་རེད་གྲུབ་འབྲས་བྱུང་ཡོད་མ་རེད་གྲུབ་འབྲས་ཡག་པོ་ཅིག་རྒྱབ་ཤི་རྒྱབ་ཤི་བསྐྱོན་ད་ད་བོད་རྒྱ་ཞི་མོལ་གྱི་ཐག་གཅོད་ཡོང་ཡག་གི་བྱུང་ཡོད་མ་རེད་མ་གཏོགས་དཔེ་གྲུབ་འབྲས་ཆེན་པོ་རེད་ད། བོད་ཀྱི་ཡང་གཟིགས་སྒོ་སྔ་ཕྱི་ག་ཚད་འཕེལ་བས། དེ་གའི་ཚང་མ་དབུ་མའི་ལམ་གྱི་ཐོག་ནས་འཕེལ་ཡོད་རེད། བོད་འཕེལ་ནི་འཕེལ་ནི་དོན་དག་དེ་གར་བྱུང་ཡོད་ཟེར་ན་བོད་ཀྱི་གནས་ཚུལ་མང་པོ་ང་ཚོས་སྔས་མ་བདུན་ཅུ་དོན་དགུ་ཕན་ཐབས་ལ་ཡག། ཨ་མཆོག་གོ་ལ་མ་སྐོར་ཅིག་མིག་མཐོང་རྒྱུ་དུ་འཕགས་ཀྱང་ཨ་མཆོག་གོ་ལ་མ་སྐོར་ཅིག་གི་གནས་སྟངས་ཅིག་པར་ལས་འདོད་དུས་ང་ཚོ་སྐུ་ཚབ་ཕེབས་ནས་བོད་ལྟར་མདོ་སྟོད་མདོ་སྨད་དབུས་གཙང་མང་པོ་གཅིག་ལ་ཡང་ང་ཚོ་ཁྱབ་ཐུབ་རེད། དེ་ཁྱབ་ཐུབ་པ་ཙམ་མ་ཚད་པས་ཁོ་ཚོས་ཀྱི་ཨ་ཨ་ད་རྒྱ་བོད་མི་ཆོས་དབུ་ཁྲིད་སྐོར་མི་དེ་འདྲས་ཁྱི་བྱུང་ངས་དེ་འདྲས་འདུག་བསམ་བསམ་ཅིག་ང་ཚོ་གཞུང་འདིར་ཡོད་བསམ་བསམ་ཅིག་དེ་འདྲས་ཀྱི་བོད་པ་ཚོ་ལ་ཡང་བློ་སྟོབས་ཞིག་པོ་སྤེལ་ཡོད་རེད། ད་ང་སློབ་གྲྭ་ཕེབས་བྱུང་ཟེར་ཚེ་བོད་སྐད་རྒྱལ་ས་ཡོད་པ་རེད་པ། མ་གཏོགས་དངོས་གནས་པི་པི་སི་སློབ་གྲྭ་ཕེབས་ཡོད་རེད་ད་འདི་སློབ་གྲྭ་འདི་ཕེབས་ཡག་འདི་ལས་སླ་པོ་མ་རེད་ད་ལོག་སྐྱེལ་བྱེད་ཡག་འདི། དེ་འདྲ་ཡིན་ཙང་འདིའི་ཁེ་ཕན་འདི་བྱེད་པོ་ཞིབ་གཅིག་རེད་བསམ་གི་རེད་ཨེ་ནི་ཕྱོགས་གཞན་དག་ཅིག་ནས་འདས་པའི་གནས་དེ་གིན་གསོ་པོ་ན་བཞིན་རེད་བོད་ནས་ཨེ་ནི་བདུན་ཅུ་བདུན་དགུ་ཚུན་ཐབས་ལ་ཡང། རྒྱ་གར་ནང་ལ་ཡང་སློབ་སྦྱོང་བྱེད་མཁན་ག་ཚད་ཕེབས་ཡོད་རེད། བསླབ་གྲྭའི་ནང་ག་ཚད་ཕེབས་ཡོད་རེད་དགེ་འདུན་པའི་ཞལ་ཐང་ག་ཚད་ཕེབས་ཡོད་རེད་འདི་མ་ཡིན་པའི་སྤྱི་བཏང་མི་ག་ཚད་ཕེབས་ཡོད་རེད།

དེ་འདྲའི་དགྲ་བོ་ལྟ་ངན་མང་པོ་བྱུང་བ་བར་ཆད་དབུ་མའི་ལམ་གྱི་ཁེ་ཕན་མང་པོ་བྱུང་ཡོད་རེད་འདུག་སུ་དེ་ཚོ་བལྟས་ཀའི་ཚིག་ནང་དང་དང་དུ་ངས་ཚོར་བ་མང་པོ་ལས་དེ་དེ་ཚོའི་སྤང་ཚུལ་བོང་བུ་བཤད་ད་ཕན་ཐོག་ཧང་ཧང་སང་ཡང་བྱུང་ཡོད་ཡོང་ཡོད་རེད་ད་དེ་ནས་དབུ་མའི་ལམ་སྐོར་ལ་ང་ཚོ་བཀའ་མོལ་གསུང་དུས་གང་ལྟར་ཞོག་གཅིག་ནས་ང་ཚོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དྲུག་དགུ་བར་དུ་བོད་རང་བཙན་དོན་དག་རྩོད་བསྡད་རུང་རང་བཙན་གཙང་མའི་དོན་དག་རྩོད་བསྡད་རུང་བོད་གཞུང་མང་ཚང་མས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་བར་དུ། ལོ་ཉི་ཤུ་ཚེས་ཆེ་ལྔ་བཅུ་ང་དགུ་ནས་བདུན་ཅུ་བདུན་གོ་བར་རུ། དེའི་ཚེ་སྡེ་དེའི་གང་གི་གཞིས་རྩེ་དེ་བསྡད་ཡོད་རུ། ལྷག་པར་དུ་ག་ས་བོད་ཀྱི་གཞོན་ནུ་ལྷན་ཚོགས་བསྡད་ཡོད་རུ། གཞོན་ནུ་ལྷན་ཚོགས་གཅིག་ལུང་གི་དྲིན་ཅན་ཐམས་ཅད་བཙུགས་རེད་དམ་ཅེས་རང་ཉིད་ཧ་གོ་ཡོད་དྲན་གྱི་ཡོད། ཁོང་ཚོའི་གི་ལྟ་བ་དེ་རང་བཙན་རང་གཙང་མོ་རེད་དང་པོ་བཙུགས་དུས་ནས་རང་བཙན་གཙང་མོ་རེད་ད་ལྟ་ཡིན་ནའི་རང་བཙན་སྟེར་ཡོད་རེད། ད་འདིའི་ནང་ལ་ཡིན་ནའི་སོ་སའི་སྡུག་ས་ཐག་བསྡོད་དུས་ཇི་མ་ཇི་བཞིན་ད་དངོས་གཞི་མེད་ས་ཤེས་ཐུབ་གི་མ་རེད་དེ། རང་བཙན་ལྟ་བ་རང་མཁས་ནས་དངོས་གནས་དྲང་གནས་སོ་སའི་ཐོབ་ཐང་དེ་རྩོད་ནས

ད་དབུ་མའི་ཐོག་ནས་ཡིན་ནའི་དབུ་མའི་ནང་ནས་ཁ་ཅིག་གིས་ཁ་ཅིག་བྱས་པ་འདི་དག་ཉུང་ཤས་ཅིག་གིས་ད་མིའི་བསམ་ཚུལ་མ་འདྲ་སོང་ཙང་རང་བཙན་རྩོད་ཉེན་དུ་ལག་བརྡ་རྒྱག་རུང་བྱེད་ག་ལ་བརྩི་གི་ཡོད་མ་རེད་ཟེར་ཡག་ལ་སོགས་པ་དེ་འདྲའི་གི་བཤད་རིས་དེ་འདྲའི་ཐུགས་རེ་སུ་རེད་ད་དེ་འདི་གི་ངས་བཀའ་མོལ་བྱུང་སོང་ཙང་ང་ཚོ་རྒྱུད་ནས་མ་འོངས་རེད་རྩ་བ་ནས་མ་འོངས་རེད་ང་ཚོ་ནང་པའི་བསམ་ཚུལ་བསམ་ཚུལ་བསམ་ཚུལ་གསུང་ཆོག་གི་མ་རེད་ཞུ་གི་ཡོད་མ་རེད་ད་རྩོད་པ་དེ་མ་འོངས་རེད་ང་ཚོའི་རྩོད་པ་དེ། ཁྱེད་ཚོ་བྲིས་མ་སོང་ང་ཚོ་བྲིས་ཡོད་ང་ཚོ་བྲིས་སོང་ཁོང་ཚོ་བྲིས་སོང་ཟུར་བཙུགས་རེ་བཏང་ཡོད་དེ་དེ་མ་ཁོག་རེད་ཤག་དེ་ཡིན་གྱི་མིན་གྱི་ང་ཚོ་དབུ་མའི་ལམ་གྱི་ཐོག་ལ་ཡང་བློ་གཅིག་སེམས་གཅིག་གིས་ཕེབས་ཏེ་ཉེས་འཛུགས་ཀྱི་དགོངས་པ་བཞེས་དུས་གང་ལྟར་གལ་ཏེ་རང་འདྲའི་སྐོར་ནས་ཁ་མིན་ཤ་མིན་བྱུང་ན་དེ་ལ་ཡང། དངོས་གནས་དྲང་གནས་སྨྲ་ཤེས་མི་སྲིད་འདུག་ན་འདི་གནད་འགག་ཡག་པོ་ཞིག་འགྲེལ་བཤད་སྐྱོན། ལྟར་འདི་མ་ཡིན་པའི་རྩོད་པའི་སོར་ཆེ་གང་འཕེལ་ཡག་འདི་ངས་བསམ་ན་ཡག་པོ་མཐོང་གི་ཡོད་མ་རེད་འདིས་ང་ཚོ་རྩོད་པ་འདི་ཆེ་རུ་ཆེ་རུ་འགྲོ་གི་རེད་འདི་ལྷུང་དོན་གང་ལ་འདིས་མེད་པ་ཞིག་གནང་རོགས་གནང་ཞུ་ཡ་གཅིག་ཡིན། དེ་ཡང་རིགས་གཅིག་གི་འདི་འདྲའི་གསུང་སྙན་འདྲ་བོ་གཅིག་གི་ཡོང་གི་བསམ་ཆོག་རང་བཙན་གི་འགྲིག་གི་མ་རེད་དབུ་མེད་གི་འགྲིག་གི་མ་རེད་དེ་གཉིས་གཉིས་ཀ་གཉིས་ཀ་རེ་བ་ཡོད་མ་རེད། བོད་ཀྱི་འཐབ་རྩོད་དུས་དོན་དག་རང་བཙན་གྱི་ཕན་ཐོག་མ་རེད་དབུ་མཛད་དབུ་མེད་ཀྱི་ཕན་ཐོག་མ་རེད་གསུང་སྙན་འདྲ་བོ་གཅིག་རེད། ད་བསམ་བློ་གསར་བ་ཡིན་པའི་ཁུངས་ཡིན་ན་མཁྱེན་ལྡན་མཁས་དབང་གི་དགོངས་པ་ཡིན་ན་ཧ་མོ་གོ། འདི་འདྲས་ཀྱི་ང་ཚོའི་སྤྱི་ཚོགས་ནང་སླེབས་ནས་ཡང་རུ་རུ་རུ་རུ་རུ་འདི་བཟོས་ཡིན་ན། འདི་ངས་བསམ་ན། འདི་འདྲའི་གི་དངོས་གནས་དྲང་གནས་དབུ་མེད་ཀྱི་ཕན་མ་ཐོག་རང་བཙན་གྱི་ཕན་མ་ཐོག་ཨ་འདི་ལས་ཡག་ག་ཅིག་སྤུས་དག་ག་ཅིག་བསྟན་ཡ་ཡོད་ན་ཨ་ང་འདི་ལོ་པའི་གཏམ་རེ་ཤོར་ཡོད་ལྟ་བུར་རྒྱུགས་ཤིག་ཡོད་ན་བྱང་ཐང་སྟོང་པོ་རེད་ཟེར་ཡ་ཆེ་ད་སྟོན་དགོས་བསམ་འཆར་ཡོད་ན་དངོས་གནས་དྲང་གནས་ཁ་ཡོད་མ་ཡོད་ང་ཚོ་གྲོགས་པོ་ཐོག་བསྡད་ཡོད་ང་ཚོ་ཁ་ཁོམ་བསྡད་ཡོད།

ང་ཚོ་དེ་ས་གནས་ཐོག་མའི་གི་ལམ་ལས་འགུལ་གི་སྒྲིག་ཚུལ་འདི་བཙུགས་ནས་ཇི་ལྟར་འགྲོ་གི་ཡོད་མ་རེད་གསལ་པོ་གསལ་པོ་རེད་མི་ཡི་ཉུང་ཉུང་རེད་དངོས་སྒྲུབ་བྱེད་མ་ཐུབ་ཡོད་མ་རེད། དེ་འདྲ་ཡིན་དུས་སྐབས་ལ་སྡུག་བསམ་བློ་བཏང་ཡོང་དུས་སྐབས་ལ་བྱེད་དགོས་ཡ་མང་པོ་ཡོད་རེད་ད། ག་ཚོད་རེད་ང་ཚོ་ཡི་གི་ག་ས་བསམ་བློའི་བར་སྣང་ལྟ་རྒྱུ་ཡིན་ན་རྒྱུ་དངོས་པོའི་ལག་པ་བར་འདི་སོ་མ་འདེབས་ཟེར་ཞོར་ལ།